མ་ཟད་གྲྭ་པ་དེས་རྒྱས་པར་གསེར་མདོག་ཚལ་གྲི་བརྒྱབ་ནས་རྨ་ཁ་ཆེན་པོ་འགའ་ཤས་བཟོས་ཡོད་པ་གྲྭ་པ་གྲྭ་པ་སུམ་ཅུ་ཡས་མས་ཤིག་གིས། མཐོང་དུས་རྒྱ་ནག་ལ་ཁོངས་ཤི་ལོང་ལ་ཆབ་སྲང་དུ་འགྲོ་བའི་གནས་ཚུལ་བཤད་སྐབས་རྒྱ་མིའི་དམག་རྒྱ་མིའི་དམག་མི་ཚོས་དེར་ཡོད་པའི་གྲྭ་པ་ཡོངས་རྫོགས་ལ་ཉེས་རྡུང་རྩོམ་ཡིག་བཏང་སྐབས། གྲྭ་པ་ཚོས་རྒྱལ་བ་རིན་པོ་ཆེས་རྟག་ཏུ་མཚམས་མེད་ཞི་བ་གསུང་གི་ཡོད་དུས། ང་ཚོ་སུ་གཅིག་གིས་ཀྱང་རྒྱ་ཡི་དམག་མི། རྒྱ་ཡི་དམག་དམར། ལ་ཡ་མི་བྱེད་པར་ས་ལ་སྡོད་ཅེས་བཤད་ནས་གྲྭ་བ་ཡོངས་རྫོགས་མགོ་སྒུར་ནས།

དྲག་སྤྱོད་དང། འཚེ་བའི་ལས་འགུལ་མ་བརྩམས་པར་རང་གི་ལུས་མེ་བསགས་པའི་ལས་འགུལ་འདི་སྤེལ་བ་རེད། རང་དབང་ལུང་པའི་གནས་སྟངས་ལྟར་བོད་ནང་གི་བོད་མི་ཚོས་བསྲེག་བཅད་ཀྱི་ཐོག་ནས་རང་གི་བདེ་སྡུག་ཞུ་ས་ཞིག་གང་ན་ཡོད། རྒྱ་ཡི་ལས་འགུལ་ཁག་ཏུ་སོང་ནས། རང་གི་བདེ་སྡུག་སྐོར། སྙན་སེང་ཞིག་ཞུ་བའི་དབང་དུ་བྱས་ན། དེས་ཉན་འཇོག་དང་བསམ་གཞིགས་མེད་པའི་ཐོག་ལམ་སེང། རྒྱལ་ཁབ་མགོ་རྟིང་སློག་པའི་གནས་ཚུལ་བཙུགས་ཏེ། རང་ཉིད་བཙོན་ཁང་དུ་ཚུད་ནས་གར་སོང་ཆ་མེད་དུ་གྱུར་བའི་ཉེན་ཁ་ཡོད་དུས། བུའི་ཐུགས་ནས་རང་གི་ལུས། མེ་བསངས་ནས། རྒྱལ་སྤྱི་དང་རྒྱལ་ནང་གི་གཤིན་པོའི་བྱེད་རྒྱུ། གཤིན་པོའི་བྱེད་རྒྱུ་ལས་གཞན་པའི་མཚམས་མེད་ཤི་བས། ལས་འཁོར་གྱི་ཐབས་ལམ་གཞན་རྙེད་ཐུབ་ཀྱི་མེད། ཧྲང་ལི་མེ་སོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་དེབ་འབྲི་གཉིས་པ་ཤོག་གྲངས་བརྒྱ་དང་དྲུག་ཅུ་རེ་བཞི་ནི། ད་ལྟའི་བྱེད་ཐབས་འདི་དག་གི་ཐོག་ནས་མ་འོངས་པར་ང་ཚོའི་གནས་སྟངས་ག་འདྲ་ཆགས་ཀྱི་རེད་ཅེས་པའི་དྲི་བ་ཞིག་ཡོང་གི་ཡོད། མ་འོངས་པར་ང་ཚོར་འཐབ་རྩོད་ཀྱི་གྲུབ་འབྲས་གང་འདྲ་ཡོང་གི་ཡོད་མེད་ནི། གཙོ་བོ་རྒྱ་ནག་གཞུང་གི་གནས་སྟངས་ལ་རག་ལས་ཡོད། དེ་བཞིན་དུ། ང་ཚོའི་ལས་འགུལ་གྱི་ངོ་བོ་དང་ཐབས་ཤོ། ཁྱབ་ཚད་སོགས་ལའང་འབྲེལ་བ་ངེས་ཅན་ཞིག་ཡོད། གོང་དུ་བཤད་པ་ལྟར། རྒྱ་ནག་གི་གཙོ་འཛིན་འདས་པོ་མའོ་ཙེ་ཏུང་གིས། གང་ན་དྲག་གནོན་ཡོད་ན་དེར་ངོ་རྒོལ་ཡོད་ཅེས། བཤད་མྱོང་བ་ལྟར། རྒྱ་ནག་གཞུང་གིས་བོད་མིའི་ཐོག་དྲག་གནོན་མཚམས་འཇོག་མ་བྱས་པར་མོས་མཐུ་དྲག་གནོན་བྱས་པ་ཡིན་ན། བོད་མི་རིགས་ཀྱི་ངོས་ནས་ངོ་རྒོལ་ཡོང་རྒྱུ་ཡིན་པ་ཆོས་ཉིད་རེད། ཐ་ན། ཁྱི་དང་ཤི་མི་ལྟ་བུའི་ཉམ་ཆུང་ཞིག་ཡིན་ནའང་རྒྱུན་དུ་བཙན་གནོན་བྱས་ཚེ་མཐའ་མ་སྙོམས་པར་ཆགས་ནས་སོ་བརྒྱབ་རྒྱུ་ཡིན་པར་གཏན་འཁེལ་བ་ལྟ་བུ་རེད། རྒྱ་མི་གུང་ཁྲན་གཞུང་གིས་བོད་མིའི་ཐོག་དྲག་གནོན་མཚམས་འཇོག་བྱས་ན། བོད་མིའི་རྫ་དྲག་གི་གནས་སྟངས་ཡོངས་རྫོགས་རང་གཞན་གྱི་མཚམས་ཆོད་ཡོང་གི་རེད། རྫ་དྲག་གི་གནས་ཚུལ་ཡོང་དགོས་པའི་རྒྱུ་ཞིག་རྒྱ་ནག་གཞུང་གིས་བཟོས་ཟིན་རྗེས། དེ་དང། རིགས་མཐུན་པའི་འབྲས་བུ་ཞིག་ཡོང་རྒྱུ་ཡིན་པ་ཆོས་ཉིད་ཡིན་པས་སུ་ཞིག་གིས་བཀག་འགོག་བྱེད་མི་ཐུབ། ད་དུང་ཡིན་ན་ཡང། བྱ་བྲག་གི་གནས་ཚུལ་སྣ་ཚོགས་ཡོང་དགོས་པའི་རྒྱུ་རྒྱ་ནག་གཞུང་གིས་བསགས་དང་གསོག་བཞིན་པ་རེད། བར་ལམ་ནས་བསྐྱར་དུ་རྔ་བས་ཁུར་ཐུབ། མི་གཉིས་ཀྱིས། མེ་གསོད་བཏང་བའི་གནས་ཚུལ་ཡོང་གི་ཡོད། རྫ་བྲག་གིས་རྒྱུ་མཚམས་འཇོག་མ་བྱས་པའི་བར་དུ་བོད་མིའི་ཐོག་བཙན་གནོན་དང་དྲག་སྤྱོད་ག་འདྲ་ཞིག་བྱས་ཀྱང་རྫ་བྲག་གི་འབྲས་བུ་མཚམས་ཆོད་པ་ཞིག་ནམ་ཡང་ཡོང་གི་མ་རེད། ཐོག་དང་པོར་རྒྱ་གཞུང་གིས་ད་ལྟའི་བོད་ནང་གི་རྫ་བྲག་གི་གནས་ཚུལ་སུ་གཅིག་གིས་ཤི་ཐོ་མི་ཡོང་བ་དག་གསང་བ་བྱ་རྒྱུའི་ཆེད་དྲག་གནོན་གྱི་ཐབས་ཤེས་སྣ་ཚོགས་བྱས་ཡོད་ཀྱང། དེ་ཡི་གྲུབ་འབྲས་ལྡོག་ཕྱོགས་སུ་ཐོན་ནས་རིམ་པས་འཛམ་གླིང་ཐོག་ཡོངས་གྲགས་སུ་གྱུར་པ་རེད། ད་རེས་འདིར་ཨ་རི་ནང་དུ་ཡོད་པའི། བོད་མི་མང་གིས་སྐུ་འཚོལ་གནང་ཐུབ་མཁན་གྱི་མི་སྣ་མང་པོ་ཞིག་འདིར་འཛོམས་ཡོད་དུས། ཞོར་དུ་བོད་མི་ཚོར་རེ་བ་རེ་ཟུང་ཞིག་ཞུ་འདོད་བྱུང། ངས་དེ་སྔ་བོད་གཞུང་གི་ཞབས་ཞུ་ཞུས་མྱོང་བ་མ་གཏོགས། དེང་སང་བོད་གཞུང་གི་གོ་གནས་གང་ཡང་མེད་པས། བོད་མི་སྤྱི་མང་དཀྱུས་མ་ཞིག་ཡིན་པ་རྣམ་པ་ཚོ་དང་གཅིག་མཚུངས་ཡིན། ང་བོད་མི་དཀྱུས་མ་ཞིག་གི་ཐོག་ནས་རྣམ་པ་ཚོར་རེ་བ་ཞུ་རྒྱུར། བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་དང། མི་རབས་ཕྱི་མ་རྣམས་བོད་མི་གཙང་མ་ཞིག་ཡོང་ཐབས་བྱ་རྒྱུར་རྣམ་པ་ཚོར་འགན་ཆེན་པོ་ཞིག་འཁྲི་གི་ཡོད། རྒྱུན་དུ་ཁྱིམ་ཚང་སོ་སོའི་ནང་དུ་བོད་སྐད་གཙང་མ་བཤད་རྒྱུས་མཚོན། མི་རབས་ཕྱི་མ་རྣམས་བོད་མི་གཙང་མ་ཡོང་ཐབས་བྱ་དགོས་པ་འདི་ཤིན་ཏུ་གལ་ཆེན་པོ་རེད། རྒྱུན་དུ་ཁྱིམ་ཚང་སོ་སོའི་ནང་བོད་སྐད་བཤད་པ་ཡིན་ན། མི་རབས་ཕྱི་མ་ཡོངས་རྫོགས་ཀྱིས་བོད་སྐད་བཤད་ཤེས་པ་ཞིག་རང་བཞིན་གྱིས་ཡོང་གི་རེད། བོད་སྐད་གཙང་མ་ཞིག་བཤད་ཤེས་ན་བོད་ཀྱི་རིག་གཞུང་དང་གོམས་གཤིས་བཟང་པོ་ཞིག། རང་གཞན་གྱི་མི་ཚེའི་གཤིས་ཀ་དང་འཚོ་བའི་ནང་དུ་འཇགས་ཡོང་གི་རེད། རྒྱལ་བ་རིན་པོ་ཆེའི་རྒྱུན་དུ་བུ་ཕྲུག་གི་དགེ་རྒན་དང་པོ་དེ་ཕ་མ་རེད་ཅེས་བཀའ་སློབ་གནང་ཡོད། བཀའ་སློབ་དེ། དངོས་ཡོད་གནས་ཚུལ་དང་མཐུན་པ་རེད། ཕྲུ་གུ་ལ་སྐད་ཡིག་དང། རིག་གཞུང་གི་གོམས་གཤིས་དང་པོ་བསླབ་མཁན་ཕ་མ་རེད། ཕྲུ་གུ་དམངས་ཆེན་སྐད་ཆའི་ཚིག་གཅིག་ཀྱང་བཤད་མི་ཤེས་པའི་སྐབས། ཨ་ཕ་དང་ཨ་མ་ཟེར་བ་ལྟ་བུའི་ཐ་སྙད་ཆུང་ཆུང་རེ་རེ་བཞིན་ཡང་ཡང་བསླབས་ནས། མཐའ་མ་བོད་སྐད་ཡོངས་རྫོགས་ཤེས་ཐུབ་མཁན་ཞིག་ཏུ་འཚར་ལོངས་ཡོང་གི་ཡོད། བསླབ་གྲྭའི་ནང་དུ། ཕྲུ་གུ་ཚོར་བོད་སྐད་བསླབ་རྒྱུའི་འཛིན་གྲྭ་ཞིག་གྲ་སྒྲིག་གནང་པ་ཡག་པོ་ཡིན་ནའང་གཙོ་བོ་ཁྱིམ་ཚང་ནང་གི་ཕ་མ་ཚོས་རྒན་ལགས་ནས་སྐད་ཡིག་དང་གོམས་གཤིས་ཁྱིམ་ཚང་སོ་སོའི་ནང་ནས་བསླབ་དགོས། བསླབ་གྲྭ་རྐྱང་པའི་ནང་དུ་བོད་སྐད་ཆ་ཚང་ལབ་ཐུབ་པ་ཞིག་ཡོང་རྒྱུ་ཁག་པོ་རེད། རྩ་བའི་ཨ་རི་ནང་དུ་ཡོད་པའི་བོད་རིགས་མང་ཆེ་བས་སོ་སོའི་ཐབས་ཤེས་དང། འགྲོ་སོང་དང་ནི་འདིར་ཕེབས་པ་ཞིག་རེད། འདིར་སླེབས་པའི་རྗེས་སུ་རང་ཉིད་བོད་མི་ཞིག་ཡིན་པའི་འགན་ཁུར་དང་དུ་བླངས་ནས་རྣམ་པ་ཚོས། བོད་སྤྱི་པའི་དོན་དུ་ལས་འགུལ་སྣ་ཚོགས་སྤེལ་གྱི་ཡོད། འདི་ཕྱོགས་སུ་བོད་མི་མང་པོ་ཞིག་ཨ་རི་གྲོང་ཁྱེར་མང་པོའི་ནང་དུ་ཁ་འཐོར་ནས་ཡོད་དུས། བོད་མི་རྣམས་མཉམ་རུབ་ཡོང་ཐབས་ལ་རྒྱུན་དུ་བསམ་བློ་གཏོང་དགོས། གནས་སྟངས་འདིའི་འོག་མུ་མཐུད་ནས། ལྷག་ཚེ། བོད་མི་མང་པོ་ཞིག་གཞན་པའི་སྤྱི་ཚོགས་ནང་དུ་ཐིམ་ནས་བླངས་འགྲོ་བའི་ཉེན་ཁ་ཞིག་མཐོང་གི་འདུག་མི་དམངས་ཀྱི་བསམ་བློ་བཏང་སྟེ་འགན་བླངས་པ་ཡིན་ན་བོད་མི་རྣམས་མཉམ་རུབ་བྱ་མི་ཐུབ་པ་ཞིག་གཏན་ནས་མ་རེད། ཨ་རིག་ནང་བོད་གཞུང་གི་སྐུ་ཚབ་དོན་གཅོད་ཡོད་བཞིན་པ་ཡིན་དུས། བོད་མི་ཡོངས་རྫོགས་སྐུ་འཚོ་དོན་གཅོད་ཀྱི་ཁོངས་སུ་འདུས་ཐབས་གནང་དགོས་པ་འདི་གལ་ཆེན་པོ་རེད། གནས་ཚུལ་གཞན་ཞིག་ནི། ད་ལྟའི་སྐབས་འདིར་བཙན་བྱོལ་བོད་གཞུང་འདི་དཀའ་ངལ་ཆེན་པོ་ཞིག་གི་འོག་ཏུ་ཡོད་པས་ན། བོད་གཞུང་གི་ཆབ་སྲིད་ཀྱི་དབུ་ཁྲིད་མཐོ་ཤོས་ཡིན་པའི། བཀའ་བློན་ཁྲི་པ་ལ། ཟླ་རེའི་བསུ་ཕོག། ཧིན་སྒོར། གཅིག་ཁྲི་བདུན་སྟོང་ཡས་མས་ཤིག། མ་གཏོགས་མེད། འདི་བོད་གཞུང་གི། བསུ་ཕོག་མཐོ་ཤོས་ཀྱི་གྲངས་རེད། མཐོ་ཤོས་ཀྱི་གྲས་རེད། ཨ་རིག་སྒོར་མོ་བསྐྱུར་ན། ཨ་སྒོར་སུམ་བརྒྱ་ལྔ་བཅུ་ཡས་མས་ཤིག་རེད། བཙན་བྱོལ་བོད་གཞུང་ལ་ཁྲལ་དང། ཚོང་ལས་བཟོ་གྲྭ་ལྟ་བུའི་དཔལ་འབྱོར་གྱི་ཡོང་ཁུངས་རྒྱ་ཆེན་པོ་དང་བརྟན་པོ་གང་ཡང་མེད། ང་ཚོའི་དཔལ་འབྱོར་གྱི་ཡོང་ཁུངས་གཙོ་བོ་ནི་བཙན་བྱོལ་ནང་གི་བོད་མི་ཚོའི་དྭང་བླངས་ཀྱི་ཐོག་ནས། འབུར་བརྡེག་པས་རང་དབང་བཅའ་དངུལ་དང། ལོ་རེར་སྐུ་སྒེར་ཡིག་ཚང་ནས་དངུལ་གང་འཚམས་ཤིག་གནང་གི་ཡོད་པ་དེ་ཙམ་གྱིས་བོད་གཞུང་འཚོ་དགོས་ཀྱི་ཡོད། ཕྱི་རྒྱལ་ཁག་ཏུ་ཡོད་པའི་བོད་མི་ཚོས་ལོ་རེ་བཞིན་འབུར་དགོས་ངེས་ཀྱི་བཅའ་དངུལ་ངེས་པར་འབུལ་ཐབས་གནང་དགོས་ཀྱི་འདུག་ཅེས་ཞུ་འདོད་བྱུང། ལོ་ཆ་ཅན་ལྟར་དུ། ལོ་ཆ་ཅན་ལྟར། དུས་ཐོག་སོ་སོས་འཕུར་བ་ཡིན་ན། འབུར་མི་ཐུབ་པའི་གྲངས་འབོར་ཆེན་པོ་དེ་འདྲ་མ་རེད། བོད་གཞུང་གི་རྒྱུན་ལྡན་གྱི། ཕྱག་ལས་དང། གློ་བུར་གྱི། ལས་འགོ་སྣ་ཚོགས་སྤེལ་དགོས་པའི། སྐབས་དཔལ་འབྱོར་གྱི་ཐད་ནས་སྐུ་ངལ། གཏན་ནས་མེད་པ་ཞིག་མ་རེད། རྣམ་པ་གཙོས་མ་འོངས་པར་བོད་གཞུང་གི་ལས་དོན་ཐོག་མི་རེ་ངོ་རེ་འགན་ལྷག་ནས་དཔལ་འབྱོར་གྱི་ཤེས་ལྡན་ཕྲན་བུ་འབུལ་ཐུབ་པ་ཡིན་ན། སྤྱི་པའི་རྩ་དོན་ལ་ཕན་ཐོགས་ཡོང་གི་རེད་ཅེས་ང་རང་སྒེར་གྱི་ཐོག་ནས་རེ་འདུན་ཞུ་འདོད་བྱུང། སྐད་ཆ་འདི། འདིར་དངོས་སུ་ཕན་མེད་པས་བོད་མི་རིགས་མང་ཚོགས་ལའང་རྣམ་པ་ཚོས་རྒྱུན་སྒྲོག་གནང་རོགས་ཞེས་ཞུ་རྒྱུ་ཡིན། རྒྱལ་བ་རིན་པོ་ཆེས་ལོ་ལྟར་ཨ་རིའི་ནང་ཐེངས་གཉིས་གསུམ་རེ་ཆིབས་བསྒྱུར་གནང་གི་ཡོད། ཆིབས་བསྒྱུར་གནང་རེ་བཞིན་ས་གནས། བོད་རིགས་མང་ཚོགས་ལ་བཀའ་སློབ་གནང་གི་ཡོད་དུས། རྣམ་པ་ཚོས། དེ་རིང། རྒྱལ་བ་རིན་པོ་ཆེའི་མཇལ་ཁ་ཡག་པོ་ཐོབ་སོང། དང། བཀའ་སློབ་ཡག་པོ་གནང་སོང་ཟེར་ནས་མ་བཞག་པར། ཁོང་གིས་བཀའ་སློབ་གང་གནང་བའི་ནང་དོན་ཁག། ཉམས་ལེན་གང་ཐུབ་བྱ་དགོས་པ་དེ་གལ་ཆེན་པོ་རེད། བོད་མི་མི་རེ་ངོ་རེས། གང་ཐུབ་ཀྱིས་ཉམས་ལེན་བྱས་ཏེ་ལག་བསྟར་བྱས་པ་ཡིན་ན་རྒྱལ་བ་རིན་པོ་ཆེའི་བཀའ་སློབ་གནང་བའི་དགོས་པ་འགྲུབ་པ་རེད། རྒྱལ་བ་རིན་པོ་ཆེའི་བཀའ་སློབ་ཀྱི་སྡེབ་མང་པོ་ཡོད་པ་དེ་ཆོས་སྒྲོམ་ནང་དུ་བསྒྲིགས་པ་ཙམ་གྱིས་ཕན་ཐོགས་མེད། དཀའ་སློབ་ཀློག་ནས་གང་ཐུབ་ཀྱིས་ལག་བསྟར་བྱ་དགོས་པ་དེ་གལ་ཆེན་པོ་རེད། རྒྱལ་བ་རིན་པོ་ཆེའི་བཀའ་སློབ་ནང་དུ། མི་སོ་སོའི་ཤེས་ཡོན་དང་བསམ་བློའི་གནས་སྟངས་ལ་དཔག་པའི་གོ་བ་རེ་ལེན་གྱི་ཡོད། བསམ་བློའི་གནས་ཚད་མཐོ་བ་ཚོར་དེ་ཚོད་ཀྱིས་གོ་རྒྱུ་ཞིག་དང། བསམ་བློའི་གནས་ཚད་སྤྱི་བཏང་བ་ཞིག་ལ་ཡང་དེའི་ཚོད་ཀྱི་གོ་རྒྱུ་ཞིག་ཡོང་གི་ཡོད་པ་འདི་རྒྱལ་བ་རིན་པོ་ཆེའི་བཀའ་སློབ་ཀྱི་ཁྱད་ཆོས་མཐོན་པོ་མ་ཡིན་པ་ཞིག་ཡིན། དེར་བརྟེན་བོད་མི་ཚོས་རང་གི་ནུས་ཚོད་ཀྱིས་རྒྱལ་བ་རིན་པོ་ཆེའི་བཀའ་སློབ་ཁག་ལག་ལེན་གནང་རོགས་ཞེས་ཞུ་རྒྱུ་ཡིན། ང་ཚོ་ཕྱི་རྒྱལ་དུ་ཡོད་ན་ཡང་ང་ཚོ་ཕྱི་རྒྱལ་པའི་མི་དང་ཤོག་ཐམས་ཅད་ནས་འདྲ་པོ་བྱས་ན་འགྲིག་གི་མེད། བོད་མི་རིགས་ལ་རང་ལ་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཡ་རབས་བཟང་སྤྱོད་ཀྱི་གོམས་གཤིས་ཕུན་སུམ་ཚོགས་པ་ཞིག་ཡོད་པ་དེ་མ་བརླག་པར་རྒྱུན་འཛིན་བྱ་དགོས། མི་རིགས་གཞན་ཞིག་གིས་མི་འདི་ཚོ་རྒྱལ་བ་རིན་པོ་ཆེའི་མི་རེད་ཟེར་དུས། ཡིད་ཆེས་ཆ་འཇོག་འཕེར་སའི་མི་ཞིག་ཡོང་བ་བྱ་དགོས། ང་ཚོ་ཨ་རིག་ཡོང་བའི་སྐབས། གྲྭ་ཆས་གྱོན་མཁན་ཚོ་ལའང། དང་པོ། དང་པོར། ཅུང་ཟད་དཀའ་ངལ་འཕྲད་ཀྱི་འདུག་འདི་ནི། བོད་མི་བསམ་མེད་ཁ་ཤས་ཀྱིས་གཤིས་ཀ་དང་ལས་ཀ་བྱེད་སྟངས་མ་འགྲིག་པའི་ཐོག་ནས་ཡོང་བ་ཞིག་རེད། ཨ་རིའི་ནང་དུ་འཛུལ་ཚར་རྗེས་སུ། རྒྱལ་བ་རིན་པོ་ཆེའི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས། བོད་མི་དང་ལྷག་པར་བོད་པའི་གྲྭ་པ་ཞིག་ཡིན་པ་ཤེས་ཚེ་གུས་ཞབས་དང་དགའ་པོ་བྱེད་མཁན་མང་པོ་འདུག་བོད་མིའི་མཆན་ཐུང་འདི་འཕྲོ་བརླག་ཏུ་མ་སོང་བ་ཞིག་རྣམ་པ་ཚོའི་ངོས་ནས་ཐུགས་སྣང་གནང་དགོས་པ་འདི་གལ་ཆེན་པོ་རེད། གནད་དོན་ཆུང་ཚགས་རེའི་ཐོག་ནས་མཚམས་རེར་བཤམས་རེ་ཞུ་རྒྱུའི་ཉེན་ཁ་ཡོད། རྒྱལ་བ་རིན་པོ་ཆེ་དང་བོད་མི་རིགས་ཀྱི་ཞབས་འདྲེན་དུ་མ་སོང་བ་ཞིག་གནང་དགོས། བོད་མི་ཡོངས་རྫོགས་ལ་རྒྱལ་བ་རིན་པོ་ཆེའི་མཚན་རེ་སྦྱར་བསྡད་ཡོད། ཨོ་སྦྱར་བསྡད་ཡོད། ང་ཚོའི་བྱ་བ་ཟིང་ངེ་ག་འདྲ་ཞིག་བྱས་ཀྱང། ཏཱ་ལའི་བླ་མས་མི་ཞིག་གིས་བྱ་བ་འདི་འདྲ་ཞིག་བྱས་འདུག་ཅེས་བཤད་ཀྱི་རེད། མ་འོངས་པར་རྣམ་པ་ཚོས་ཕན་ཚུན་གང་དུ་ཕེབས་ཀྱང། ཡིན་ལུགས་ཚུལ་ལྡན་དང། ཁྲིམས་དང་མཐུན་པའི་ཐོག་ནས་ཕེབས་རོགས་ཞེས་སྒོར་སྐོར་ཞུ་རྒྱུ་ཡིན། མདོར་བསྡུས་ན། རྒྱལ་བ་རིན་པོ་ཆེ་དང་བོད་མི་རིགས་ཀྱི་ཞབས་འདྲེན་དུ་མ་སོང་བ་ཞིག་ངེས་པར་གནང་རོགས་ཞེས་ཞུ་རྒྱུ་ཡིན། ལྷག་པར་ད་ལྟའི་སྐབས་འདིར་བོད་ཀྱི་མི་ཐོག་གསར་པས་འགན་བླངས་པར་ཆབ་སྲིད་ཀྱི་ལས་དོན་ཡོངས་རྫོགས་རྩིས་སྤྲོད་གནང་བའི་དུས་ཚོད་ཡིན། ང་ཚོ། བོད་མི་མི་རེ་ངོ་རེས་འགན་བླངས་ནས་རིག་པ་སྒྲིམ་དགོས་པ་མ་གཏོགས། རང་གི་འཚོ་བ་འཁྱོལ་ཐབས་ཙམ་དང། ཉིན་རེའི་འགལ་པའི་ལས་དོན་སྒྲུབ་ཐབས་ཙམ་གྱིས་གཏན་ནས་འགྲིག་གི་མེད་དུས། རྣམ་པ་ཚོས་སྔར་ལས་ཀྱང་བོད་སྤྱི་པའི་ལས་དོན་ཐོག་འགན་བཞེས་རོགས་ཟེར་ནས་འབོད་སྐུལ་ཞུ་རྒྱུ་ཡིན་ཐུགས་རྗེ་ཆེ། རང་ལུས་མེ་སྲེག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲེང་གཉིས་པ་ཤོག་གྲངས་བརྒྱ་དང་དྲུག་ཅུའི་རེ་འདུན་ནི། མང་ཚོགས་ཀྱི་དྲི་བ། རིན་པོ་ཆེ་དང་འབྲེལ་ཡོད་སོགས་ཀྱི་ངོས་ནས་བོད་ནང་གི་ལས་འགུལ་འདིའི་རིགས་མཚམས་འཇོག་ཡོང་བའི་ཐད་ཕྱག་ལས་དང་བཀའ་སློབ་འདྲ་གནང་གི་ཡོད་དམ། སྐྱབས་རྗེ་ཀིརྟི་རིན་པོ་ཆེ། བོད་ནང་གི་ད་ལྟའི་གཟའ་གྲགས་ཀྱི་ལས་འགུལ་འདི། གལ་སྲིད། ང་ཚོས། ཀུན་སློང་བྱས་པ་ལ་བརྟེན་ནས་བྱུང་བའི་ལས་འགུལ་ཞིག་ཡིན་ཚེ། ང་ཚོས་མཚམས་འཇོག་བྱེད་འོས་ཞེས་བཤད་ན། འཚམས་པོ་ཡོད། ལས་འགུལ་འདི། སོ་སོ། རང་ངོས་ནས། བསམ་བློ་བཏང་བའི། མཐའ་མ། སོ་སོའི་ཐག་གཅོད། སོ་སོའི་ཐག་བཅད་ནས་སྤེལ་བའི་ལས་འགུལ་ཞིག་ཡིན་དུས། ང་ཚོ་ལ་ལས་འགུལ་འདིའི་མཚམས་སྦྱོར་བྱོས་ཞེས་བཤད་ཐུབ་པའི་སྤོབས་པ་དང་ནུས་པ་གཉིས་ཀ་མེད། ལས་འགུལ་འདི་རྒྱ་ནག་གུང་ཁྲན་ཏང་གིས་བོད་མིའི་ཐོག་ཚད་ལས་འགལ་བའི་དྲག་གནོན་དང་གདུག་རྩུབ་སྣ་ཚོགས་བྱས་པ་ལ་བརྟེན་ནས་བྱུང་བའི་ལས་འགུལ་རེད། ལས་འགུལ་མཚམས་འཇོག་ཡོང་བ་ལ་ངེས་པར་དུ་རྒྱ་ནག་གཞུང་གིས་བོད་མིའི་ཐོག་འཛིན་པའི་ནོར་འཁྲུལ་ཅན་གྱི་སྲིད་བྱུས་ལག་བསྟར་བྱ་རྒྱུ་མཚམས་འཇོག་བྱ་དགོས། དམག་མིའི་དྲག་གནོན་མཚམས་འཇོག། བྱ་དགོས་ཏེ། མཚམས་སྦྱོར་མ་བྱས་པའི་བར་དུ་ལས་འགུལ་འདི་མཚམས་སྦྱོར་བྱོས་ཞེས་བཤད་ཐུབ་པའི་སྤོབས་པ་དང་ཐོབ་ཐང་གཉིས་ཀ་ག་ནས་ཡོད། ང་ཚོས་ལས་འགུལ་མཚམས་སྦྱོར་བྱེད་དགོས་པའི་སྐད་ཆ་འདི་འདྲ་བཤད་པ་ལ་ང་ཚོ་སོ་སོའི་ངོས་ནས་ཀྱང། ཁོ་ཚོ་དང་འདྲ་བར་རང་སྲོག་བློས་གཏོང་གིས་ལས་ཀ་བྱ་ཐུབ་དགོས། ང་ཚོ་ལ་ཁོ་ཚོ་དང་འདྲ་བའི་བློ་སྟབས་དེ་འདྲ་ཞིག་མེད་དུས་ལས་འགུལ་འདི་མཚམས་འཇོག་བྱོས་ཟེར་བ་དང་ཡང་ན་འདི་འདྲ་མིན་པའི་ལས་འགུལ་འདི་འདྲ་ཞིག་སྤེལ་ཞེས་བཤད་པའི་འོས་འཚམས་ཅིག་གཏན་ནས་མེད། གོང་དུ་བཤད་པ་ལྟར་གཙོ་བོ་འབྲས་བུ་གང་ལ་བརྟེན་ནས། བྱུང་སྲིད། རྒྱུ་ལ་རག་ལས་ཀྱི་ཡོད་དུས། རྒྱུ་བཀག་དགོས། རྒྱུ་བཀག་འགོག་མ་བྱས་བར་དུ། འབྲས་བུ་འབྱུང་རྒྱུ་ཡིན་པ་ཆོས་ཉིད་ཡིན་དུས། ང་ཚོས་རྒྱུ་དེ་བཀག་ཐུབ་པ་ཞིག་གཏན་ནས་མ་རེད་ཅེས་ཞུ་རྒྱུ་ཡིན། ང་ཚོས་རིང་པོ་འགོར་སོང་ཡང། རྣམ་པ་ཚོའི་ངོས་ནས་དོགས་སྣང་ཆེན་པོས་སེམས་སྣང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང། བོད་གཞུང་དང། གཞུང་འབྲེལ་མིན་པའི་ཚོགས་སྡེ་ཁག། བོད་མི་དམངས། བོད་མི་མང་ཚོགས། བོད་དོན་རྒྱབ་སྐྱོར་བ་བཅས་ཀྱིས། བོད་ནང་གི། བོད་མིར། རྒྱབ་སྐྱོར། རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་རྒྱབ་སྐྱོར་ལས་འགུལ་ཡག་པོ་གནང་བར། ངས་བོད་ནང་གི་འབྲེལ་ཡོད་མང་ཚོགས་ཀྱི་ཚབ་ཞུས་ནས་རྣམ་པ་ཚོར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཐུགས་རྗེ་ཆེ། ཡོང་ཁུངས། ལུགས་ཟུང་གསུང་བཤད་ལྷབ་བསྡུས་ལས་ཆབ་སྲིད་སྐོར་གྱི་གསུང་བཤད་འདེམས་འཕྲིན་དང་པོ། བླ་མེད། གོང་གསལ་གྱི་བོད་དོན་ལས་འགུལ་སྤེལ་རྒྱུ་ཡིན། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ལ་པར་རྡ་སའི་ཉེ་འགྲམ་ནུབ་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དུ་འདི་ཟླའི་ཚེས་བཅུ་དགུ་ཉིན་གྱི་སྔ་དྲོར་སློབ་ཕྲུག་བོད་དོན་དྲིལ་བསྒྲགས། ཚོགས་ཆུང་ཞེས་པས་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་སྤེལ་རྒྱུ་ཡིན་ཞེས་ཁྱབ་བསྒྲགས་བྱས་ཏེ། ཉིན་དེར་ལས་འགུལ་དེ་མགོ་འཛུགས་བྱས་སོང། དེ་ཡང། གོ་པ་པུར་བོད་ཁྱིམ་སློབ་གྲྭའི་སློབ་མ་བློ་བཟང་ཟླ་བ་དང། སྒྲོལ་མ་ཆོས་འཛོམས། བཀྲ་ཤིས་ལྷ་འཛོམས། གསུམ། དྭང་བླངས་ཀྱིས། བོད་ནི་འདི་རང་ལུས་མེད་སར། གཏོང་མཁན་ཁག་ཅིག་གིས་བརྙན་པར་དང། བོད་ཀྱི། རྩ་དོན་དང་འབྲེལ་བའི། གློག་བརྙན་ཁག་ཅིག་འགྲེམས་སྟོན། སྙན་ངག་གྱེར་འདོན་དེ་བཞིན་བོད་ནི་འདི་རང་ལུས་མེད་སར་གྱི། བྱུང་རིམ་སོགས་མི་མང་ལ་ངོ་སྤྲོད་གནང་སོང། སྐབས་དེར། ལྷ་མ། བློ་བཟང་ཟླ་བ་ལགས་སུ། བདེ་དགེའི་གསེར་འགོད་པའི་བཅར་འདྲི་བྱས་པར། ཁོང་གིས་གསུངས་དོན། ད་ལོ། རྡོར་གདན། དུས་དབང་སྐབས་རྡོ་རྗེ་གདན་དུས་འཁོར་དབང་ཆེན་སྐབས། མི་མང་པོ། འཛམ་སར། ང་ཚོ་ལས་འགུལ་ཆོས་ཆེན་པོ་ཞིག་སྤེལ་རྒྱུ་ཡིན། དེའི་རྗེས་ལ་མངའ་སྡེ་ཁག་ཏུ་བོད་དོན་དྲིལ་བསྒྲགས་བྱེད་རྒྱུ། ཨོ་བྱེད་དུ་འགྲོ་རྒྱུ་ཡིན། ང་ཚོ་བོད་མི་དེ་ཚོ་གནའ་མི་དང་རྒྱལ་ཞེན་བརླག་འགྲོ་ཡི་ཡོད་པའི་ཚོར་སྣང་ཡོང་བཞིན་པས། ལས་འགུལ་འདི་ཡི་བརྒྱུད་ནས་སེམས་ཤུགས་སླེབས་ཐུབ་པ་དང་ལྷག་པར་དུ་བོད་ནང་གི་གནས་སྟངས་གཟའ་གྲ་དེ་ཚོ་རྒྱལ་སྤྱིའི་ཐོག་ཁྱབ་བསྒྲགས་བྱེད་པའི་ཆེད་དུ་ཡིན། གཞན་གཅིག་གིས་བོད་ནང་ནས་གཞོན་སྐྱེས་ང་ཚོ་འདྲ་བོ་མང་པོ་ཞིག་གིས་སོ་སོའི་གཅེས་པའི་ལུས་སྲོག་ཕ་མའི་ངག་ཁྲོད་མེར་སྒྲོན་མཁན་དེ་ཚོར་ང་ཚོ་བཙན་བྱོལ་རང་དབང་ལུང་པར་ཡོད་པའི་གཞོན་སྐྱེས་རྣམས་ཀྱི་རྒྱབ་སྐྱོར་གྱི་རྣམ་པ་མཚོན་པ་དང་དུང་སེམས་མཉམ་སྐྱེད་ཀྱི་རྣམ་པ་སྟོན་གྱི་ཡོད་ཅེས་འགྲེལ་བརྗོད་བྱས་སོང། གླེང་བ་འདིས་གྲུབ་འབྲས་ག་འདྲ་ཐོན་གྱི་རེད་བསམ་གྱི་འདུག་ཅེས་དྲིས་པས། ཁོང་གིས་ང་ཚོར་ལས་འགུལ་འདིས་ཏན་ཏན་གྲུབ་འབྲས་ཐོན་གྱི་རེད་བསམ་བཞིན་ཡོད། དེང་སང་ལས་འགུལ་སྤེལ་མཁན་མང་ཆེ་བ་ཚོ་བ་དེ་ཚོ་རེད། གཞོན་སྐྱེས་ལོ་ཆུང་ང་ཚོ་འདྲ་བོས་ལས་འགུལ་འདི་འདྲ་སྤེལ་བར་སེམས། སེམས་ཤུགས། འདུག་བསམ་ནི། གསལ་འགོད་པ་སོགས་ཀྱིས་དོགས་སྣང་ཞིག་ཡོང་གི་རེད་ལྷག་པར་དུ་གཞོན་སྐྱེས་རྣམས་ལ་མིག་དཔེ་ཞིག་སྟོན་ཐུབ་ཀྱི་རེད་ལ། བོད་མི་དེ་ཚོར་རྒྱལ་ཞེན་གྱི་བསམ་བློ་སླེབས་ཐུབ་པ་བཅས་བྱུང་ན་ང་ཚོས་གྲུབ་འབྲས་སུ་བརྩི་རྒྱུ་ཡིན། དེ་བཞིན་བོད་ནང་གི་རྒྱལ་གཅེས་པ་དེ་ཚོར་གདུང་སེམས་མཉམ་སྐྱེ་མཚོན་ཐུབ་ཀྱི་རེད་བསམ་གྱི་ཡོད། འདྲེ་རྒྱུ་བྱས་སོང། ལས་འགུལ་དེས་ད་ལོ་ལྷ་མེད་གདུང་སེམས་མཉམ། ད་ལོ་ལྷ་མེད་གུང་སེང་སྐབས། སློབ་ཕྲུག་བོད་དོན་དྲིལ་བསྒྲགས་ཚོགས་ཆུང་དེ་རྒྱ་གར་གྱི་གྲོང་ཁྱེར་ཆེ་ཁ་དང། བོད་པ་མང་སའི་ས་གནས་ཡོངས་སུ་བོད་དོན་དྲིལ་བསྒྲགས་ཆེད་དུ་བསྐྱོད་རྒྱུ་ཡིན་པ་རེད། ཡོང་ཁུངས་བོད་ཀྱི་བང་ཆེན་དྲ་བ། ཐའེ་ཝན་དེ་བོད་ཀྱི་དཔའ་བོ་དཔའ་མོ་རྣམས་ཀྱི་ཆེད་མཆོད་འབུལ་སྨོན་ལམ་ཚོགས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་ཉི་ལྕགས་སྤྱིལ་རས་གཟའ་ཟླ་བ། འདི་གའི་ཐའེ་ཝན་དཀོན་ཚོར་དོན་ཁང་ནས་ཏང་ནན་ནང་འཁོད་དོན། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ། རེས་གཟའ་ཉི་མའི་ཕྱི་དྲོ། ཐེ་ཝན་བོད་ཀྱི་སྐུ་འཚུབ་དོན་ཁང་གི་ཚོན་ཁང་དུ་ཐེ་ཝན་དུ་གནས་སྡོད་བོད་མི་ཁག་ཅིག་མཉམ་འཛོམས་ཐོག་ཉེ་ཆར་བོད་ཁམས་བོད་ཁམས་རྟའུ་ཁུལ་ནས་བཙུན་མ་དཔལ་ལྡན་ཆོས་མཚོ་ལགས་ཀྱིས་རང་ལུས་མེ་སྲེག་བཏང་བར། མཆོད་འབུལ་སྨོན་ལམ་ཞིག་ཚོགས་ཡོད། གོང་ཚེས་ཉིན་གསེར་ཁྲི་རིན་པོ་ཆེའི་དབུ་བཞུགས་ཐོག་ཐའེ་ཝན་དུ་གནས་སྡོད་བོད་རིགས་ཚོགས་པ་དང་ས་གནས་བོད་ཀྱི་གཞོན་ནུ་ཚོགས་མི་སོགས་ནས་གསར་འགྱུར་བླ་མ་རྣམས་ལ་གསོལ་འདེབས་དང་འདས་པོ་རྣམས་ལ་སྨོན་ལམ། བཀའ་ཤོག་སྐྱོང་བའི་སྲུང་མ་རྣམས་ལ་འཕྲིན་བསྐུར་མ་ཎི་ཡིག་འབྲུ་སོགས་གྲུབ་བཅས་གནང་ཡོད། སྨོན་ལམ་གྲུབ་རྗེས། ཚོགས་མི་རྣམས་ཞུ་སྨོན་ཚོགས་འདུ་ཞིག་བསྐོང་ཚོགས་གནང་སྟེ་མོལ་དུ་ཐེ་ཝན་ནང་བོད་དོན་གྱི་ལས་འགུལ་སྤེལ་ཕྱོགས་སྐོར་ལ་བཀའ་བསྡུར་ལྷུག་པོ་གནང་བ་མ་ཟད། བོད་མདོ་སྨད་རྔ་བ་ཁུལ། བཙུན་མ། བསྟན་འཛིན་དབང་མོ་ལགས་ཀྱིས་རང་རིགས་མི་གསང་སྟངས་དེ། ཉེ་ཆར་བཤད་སྒོ་དང་བསྟུན། ཆུ་ཚོད་བཞི་བཅུ་བཤད་སྒོའི་རིང་གསེར་བྱེ་ངོ་རྒོར་དང། མཆོད་འབུལ་སྨོན་ལམ། ཞུ་རྒྱུ། ཕྱི་ཟླ་བཅུ་གཉིས་པའི་ཚེས་གཉིས། རེས་གཟའ་པ་སངས་དགོང་དྲོ་ཕྱག་ཚོད་བདུན་པའི་ཐོག། སེམས་འགུལ་ལྷན་ཚོགས་ཀྱིས་ལས་འགུལ་མགོ་འཛུགས་གནང་རྒྱུ་དང། ཕྱི་ཚེས་བཞི་ཉིན། ཕྱི་ཚེས་བཞི། རེས་གཟའ་ཉི་མ་དགོང་དྲོ་ཆར་ཚོུད་དྲུག་པ་ནས་བརྒྱད་པ་བར་མཆོད་འབུལ་སྨོན་ལམ་གསུང་འདོན་གནང་རྒྱུ་ཐུགས་གཏན་འཁེལ་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚོགས་འདེམས་འཕྲིན་གཉིས་པ་ཤོག་གྲངས་བརྒྱ་དང་བདུན་ཅུ་ཐམ་པ་ནི། བཀའ་ཁྲི་མཆོག་གིས་སུད་སི་གནས་བཞུགས་བོད་མི་རྣམས་ལ་གསུང་བཤད་གནང། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་ཟླ་བ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་བཀའ་བློན་ཁྲི་པ་བློ་བཟང་སེང་གེ་མཆོག་སུད་སི་རྫོང་རིག་གནམ་ཐང་དུ་ཕེབས་འབྱོར་སྐབས། རི་ཀོན་ཆུ་མགོར་དགོན་གྱི་མཁན་རིན་པོ་ཆེ་མཆོག་གིས་དབུས་སུད་སི་སྐུ་འཚོ་དོན་གཅོད་དང། ཡུ་རོབ་ཀྱི་སྤྱི་ཟུར་རྣམ་པ་དེ་བཞིན་སུད་སི་དང། ལིག་ཀྲིན་ཀྲའོ་ཡིན། བོད་རིགས་མི་མང་གི་ལས་སྣེ་རྣམས་ནས་ཕེབས་བསུའི་སྣེ་ལེན་ཞུས་ཡོད། དེ་ནི་སུད་གྲོང་ཁྱེར་ཨན་ཏི་བཱས་ཞེས་པའི་མཚོ་འགག་ན་བཀའ་ཁྲི་མཆོག་གིས་དབུས་མི་དམངས་དྲུག་བརྒྱ་བརྒལ་བའི་ལྷན་འཛོམས་ཀྱི་ཐོག་མར་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་བཏང་རྗེས། དེ་རྗེས་ཉེ་ཆར་བོད་བསྟན་པ་ཆབ་སྲིད་ཆེད། རང་ལུས་མེ་བསྲེགས་གཏོང་མཁན་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ་མྱ་ངན་གུས་འདུད་མཚོན་ཆེད་ངག་བཅད་སྐར་མ་གཅིག་ཞུས་རྗེས་སུད་སི་མི་དམངས་ཀྱི་ཚོགས་གཞོན་གྱིས་གསུང་བཤད་གནང་ཡོད། དེ་རྗེས་བཀའ་ཁྲི་མཆོག་གིས། དེ་དུས། མི་མང་ལ་གསུང་བཤད་གནང་དོན། ང་ཚོའི་ཤེས་ལས་བོད་མི་རྣམས་ཀྱི་སྙིང་སྟབས་ལ་རྗེས་སུ་ཡི་རང་དང། ཁོང་རྣམས་ཀྱི་རེ་འདུན་སྙིང་ལ་བཅངས་ཏེ། མཐུན་ལམ་གོང་བུ་ཆིག་སྒྲིལ་གྱིས་བོད་ཀྱི་རྩ་དོན་ཐོག་ཤུགས་རྒྱག་དགོས་དེ་སྔོན་ནས་བཤད་མྱོང་ཡོད་པ་ལྟར། ཆིག་སྒྲིལ་ཞེས་པ་དེ་ནི་ཆོལ་ཁ་དང་ཆོས་ལུགས་དབྱེར་མེད། ཕོ་མོ་འདྲ་མཉམ་ཡོད་པའི་སྤྱི་ཚོགས། དེ་བཞིན་གཙོ་ཆེ་ཤོས་དེ་བོད་དང། བོད་མི། མདུན་དུ། བོད་དང་བོད་མི་མདུན་དུ་ཐོན་ཏེ་ལས་ཀ་བྱེད་རྒྱུ་གལ་ཆེན་པོ་རེད། ང་ཚོ་ཤི་བའི་ལམ་ནས་བོད་ཀྱི་རྩ་དོན་རྩོད་བཞིན་ཡོད། ཞི་བའི་ལམ་གྱི་ཐོག་ནས་རྩ་དོན་རྩོད་མཁན་དེ་དེ་སྔོན་མང་དག་ཅིག་བྱུང་ཡོད་པ་མ་འོངས་པར་ཡོང་གི་རེད། དེའི་ཐོག་ཞིབ་འཇུག་བྱེད་མཁན་མཁས་པ་ཚོས་ཐག་ཆོད་པོས་གཅིག་སྒྲིལ་མེད་ན་རྩ་དོན་སྒྲུབ་ཐབས་མེད་ཅེས་ཧ་ཅང་ཁ་གསལ་ཐོག་གསུངས་ཡོད། གཞིས་ལུས་བོད་མི་ས་ཡ་དྲུག་དང། ང་ཚོ་བོད་མི་ཞིག་ལ་འབུམ་གཅིག་གི་ཡས་མས་ཤིག་ཡོད་པ་དེ་དག་གིས་ཆིག་སྒྲིལ་གྱི་ནུས་པ་མཉམ་དུ་སྤོ་མ་ཐུབ་ན། ང་ཚོའི་རྩ་དོན་བསྒྲུབ་རྒྱུར་ནུས་ལྡན་གྱི་གྲུབ་འབྲས་ཐོན་ཐུབ་དཀའ་བ་ཞིག་ཡིན། ང་ཚོ་གཞི་ལ་ཡོད་པ་འདི་དག་གིས་ནུས་པ་འདོན་རྒྱུར་ཆིག་སྒྲིལ་དགོས་ཀྱི་ཡོད།